བོད་སྐྱིད་པའི་ཤར་ལྷོ་ནུབ་བྱང་ས་ཕྱོགས་གང་དུ་ཡོད་མེད་ས་ར་ག་ལམ་ནས་ངོ་སྤྲོད་མདོར་བསྡུས་ཀྱིས་ཞུ་ཡ་ཡིན། ཐོག་མར་བོད་ཀྱི་རྒྱལ་ས་ལྷ་ས་ཀྱི་ཕོ་བྲང་སྤོ་སྟག་ལ་ལ་ཡ་སྣེ་ཞེས་པའི་མ་སྣེ་དེ་ར་མ་མདོ་གྲོང་ཚོ་ལ་གཏོགས་ཀྱི་ཡོད་དེ་མིར་ཟབ་རྒྱས་ཆུ་ལེན་དེ་གྲོང་ཚོ་དེ་གི་ནང་ལོགས་ལ་ཡོད་བསྡད་པ་ཁྱེད་རེད། དེ་འགྲོ་ཡ་ལ། ཀོང་པོ་ཉེ་ཁྲི་བརྒྱུད་ནས་མ་ཕྱིན་པ་ཡིན་ན། ཀི་ལོ་མི་ཀྲེར་གཅིག་སྟོང་སུམ་བརྒྱ་ཉེ་ཤི་རྩ་བཞི་མོ་ཀྲ་ཆུ་ཚོད་ཉེ་ཤི་རྩ་དྲུག་འགྲོ་དགོས་ཀི་རེད། དེ་ནས་ཞང་ནགས་ཆུ་ཁ་ནས་མ་སོང་བ་ཡིན་ན། ཀི་ལོ་མི་ཀྲེར་གཅིག་སྟོང་ཉིས་བརྒྱ་དྲུག་བརྒྱུད་རིང་སོགས་མོ་ཀྲ་ཆུ་ཚོད་སུམ་བཞི་སོགས་གསུམ་འགྲོ་དགོས་ཀི་རེད། དེ་གཉིས་ག་ནས་ཡོང་བ་ཡིན་ན་ཡང་ཆབ་མདོ་ལས་ལེགས་གི་ཡོད་རེད་ཆབ་མདོ་ནས་མར་འགྲོ་དུས་གོ་འཇོ་ནས་ལེགས་རེད་བ་ད་ལྟའི་ཆ་ལས་གོ་འཇོ་རྫོང་གི་གོང་ཐོག་ཆགས་བསྡད་ཡོད་རེད་དེ་མིར་གཟབ་རྒྱས་ཆུ་གླིང་དེ། ས་ཁྲ་འདི་བཅས་ཟས་བརྒྱད་བ་ཡིན་ན་འདི་གོ་འཇོ་རྫོང་རེད་འདི། དེ་མུར་ཟབ་རྒྱས་ཆོས་གླིང་ཞེས་དགོན་པ་དེ་ཡོད་སར་ས་ཆ་དེ་རེད་དེ་འགྲོ་ཡ་ལ་ནུབ་བྱང་གི་ཕྱོགས་ལས་ཡར་མོ་ར་ཆུ་ཚོད་གཉིས་མ་ཟིན་ཙང་གྱི་ཀི་ལོ་མི་ཀྲི་ལྔ་བཅུ་ང་གསུམ་ཚ་གྱི་འགྲོ་དགོས་འདུག་དེ་བྱེད་དུས་ད་ལྟའི་ཆ་ལས་དེ་མུར་དགོན་པའང་དེ་མུར་ཟབ་རྒྱས་ཆོས་གླིང་གང་ལྟར་དེ་མ་དགེ་བཤེས་བསྟན་འཛིན་ཕུན་ཚོགས་ཀྱིས་སྟབས་བརྒྱབ་པའི་དགོན་པ་དང་ཁོང་གི་བཞུགས་ཡུལ་བསྟན་གནས་འདྲ་བོ་དེ་གངས་ལྗོངས་རྫོང་གི་ཁོངས་གཏོགས་ནི་ར་མ་མདོ་ཟེར་གི་ས་ཆ་སྟེ། ཡོངས་གྲགས་ལ་གངས་ལྗོངས་གསེར་ཀ་ནང་ཟེར་གི་འདུག་གསེར་ཀ་ནང་ལོགས་ལ་སྡེ་ཤོག་མང་པོ་ཡོད་པའི་ནང་ལོགས་ནི་ར་མ་མདོ་ཟེར་ཏེ་བྱ་བསྡད་ཀྱི་འདུག་དེ་ནས་ས་དགྲ་ལས་སྤྲུལ་སྐད་འདི་སྐྱེས་ཟེར་གྱི་ཡིན་ན། ད་དེ་མར་གཟབ་རྒྱས་ཆོས་གླིང་ཡོད་ས་ཀྱི་ས་ཆ་དེ་དེ་རེད་ཤག། ད་ཡ་ཅེས་པ་ཡིན་ན། ཅེས་སྐད་པ་དམའ་པོ་འདྲ་བོ་ཏའི་ཚིག་གི་མཐོང་སྒོ་འདུག་བ་ད་ཏིག་ཧོ་ཧོ་ལས་དགོན་པ་དེ་ཡོད་བསྡད་པ་ཆི་རེད། ཨ་ར་མ་མདོ་གྲོང་ཚོ་དེ་འདི་དབྱིན་ཇི་ཁོ་རང་ནང་ལོགས་ལས་ཤག་བསྡད་གི་འདུག་བ། ད་འདི་ས་སྐྱིད་པོ་ཞི་བོ་རེད་འདུག་བ། དེ་ནས་རྒྱ་ལོག་གི་རྫ་རི་དེར་ཏིག་ཡ་ཡིན་ན།

ད་འདི་གའི་རེད་དེ་ཡང་དེ་སྔ་རིན་པོ་ཆེ་གི་དྲ་གྲོགས་ཡོད་ས་གི་ནང་རུ་རྡོག་རྡོག་གྱིན་འདུག་བ་ད་ད་ལྟ་ས་དྲ་ལས་བྲལ་ནས་ཁ་དོག་ནམ་མཁའ་ནས་མ་བལྟ་འོང་དུས་འདི་ཚོ་གི་བཟོ་ལྟ་ཇི་མ་ཇི་བཞིན་ནི་མཐོང་གི་ཡོད་མ་རེད། ཡོད་ཡོད་འདྲ་བོ་ཆགས་འགྲོ་གི་འདུག་བ་རྩེ་རྣོན་པོ་དང་རྫིག་པོ་ཡོད་ནའི་དེ་ཚོ་ཞིབ་ཕྲ་མཐོང་གི་མ་རེད་བ། མ་ད་འདི་དཔེ་ས་སྐྱིད་པོ་ཞིག་འདི་ཞིང་ཁ་མང་པོ་ཡོད་དེ་བ་དེ་འདྲའི་ཅིག་རེད་ཤག། ལ་ཁོང་བཀྲོངས་ས་ལ་མགོ་བཀྲོངས་ས་ཡོད་དུས་འདི་ནས་ཡར་འགྲོ་ས་ཁུལ་འདི་ནས་ཡར་བཏང་ནས་པ་ཅིང་མཐོང་གི་ཡོད་ས་རེད་ཐག་རིང་པོ་རེད་མི་འདུག་ཨོ་འདི་རེད་ཤི་ད་ལ་མགོ་བཀྲོངས་བཀྲོངས་རེད་ཟེར་གི་འདུག་ལ་མགོ་བཀྲོངས་བཀྲོངས་ཚོ་དེ་འདི་རེད་ཤི་དེ་དབྱིན་ཇི་ནང་ཤ་བསྡད་གི་འདུག་བསམས་ད་དེ་པར་འདི་རྒྱག་གི་འདུག་ཤ་མི་འདུག་དབྱིན་ཇི་ནང་ལོག་ལ་བཀྲོངས་ཚོ་སྐུ་རོང་གི་མིང་ལ་མགོ་བཀྲོངས་ཟེར་ད་རྒྱ་སྐད་རྒྱག་ནས་ལ་མགོ་ཚུན་ཟེར་ནས་བྲིས་ཀྱི་འདུག། ད་འདོད་ས་ར་དེ་ལ་ངའི་རྟགས་ཀྱི་རྒྱ་ཡིན་པ་དང་དེ་ནས་ཡར་ཡོང་ན་ཐག་རིང་པོ་ཞེ་དྲག་རེད་མི་འདུག་ད་སྤྱི་བཏང་གི་ལུང་པ་དེ་ཞེ་དྲག་གི་རྒྱ་ཆེན་པོ། འདི་ལུང་པ་དེ་ཡ་ནུབ་བྱང་གི་ཕྱོགས་ལ་སྔས་བསྡད་མཁན་གྱི་ལུང་པ་རྒྱ་ཆེན་པོ་དེ་འདྲ་རེད་འདུག་བ། དེ་ནས་གཡོ་སྔོན་གྱི་པར་རིས་ད་འདི་ཚོ་དེ་སྔའི་རི་ཀློག་ཁ་ཤས་གོང་ལས་འགྲེལ་དགོས་པ་ཅི་རེད་པར་དེ་ཚོ་ཚུར་ལེན་ཐུབ་གི་མི་འདུག་ཨ་ཁ་དོག་ཁ་དོག་ལ་ཕབ། ད་ཡི་གེ་བྲིས་ཀྱི་ཡོད་རེད་འགྲེལ་བཤད་མང་པོ་དགོས་ཡོད་ས་སྐད་མི་འདུག་ད་དགོན་པ་ཡོད་ས་གཡོ་སྔོན་ལི་བ་ཡིན་ན་རྡོ་སོ་འདྲ་བོ་བྱེད། ས་ཆ་དངོས་ལས་ཡུལ་དངོས་ལས་ཕྱིན་པ་ཡིན་ན་ནི་ས་ཆ་དེ་ལས་སྐྱེས་ཤིང་སྣ་དང་རྩྭ་རྩི་ཤིང་ལ་སོགས་པ་ག་འདྲ་ཡོད་མེད་དེ་ཧ་གོ་ཐུབ་ཡ་ཅི་རེད་འདུག་བ། འདི་གའི་རི་དེ་ད་ལྟ་དགོན་པ་ཡོད་ས་ནས་ཕ་རྟ་ཟེར་གི་ཕ་ཟེར་གི་ནག་རི་རྡོག་རྡོག་ཅིག་ད་དུང་ངའི་བདག་གི་རྒྱ་ཡིན་པ་དེ་རེད། པར་འདི་གཉིས་འདི་ད་ལྟ་བོད་ནང་ལོགས་ཀྱི་གསོ་རིག་སློབ་གྲྭ་ཆེན་མོའི་གི་དྲ་རྒྱ་གི་ནང་ལོགས་ལ་བཞག་ཡིན་འདུག་ད་འདི་གཉིས་ཀྱི་ནང་ལོགས་ནི་འོ་མ་དེ་དེ་མ་ཟབ་རྒྱས་བྱུས་ལན་ཡིན་པ་དེ་ང་ཚོས་ལམ་སང་ཧ་གོ་ཐོས་ཀྱི་རེད་ད་གང་མ་དེ་དེ་མ་རིན་པོ་ཆེ་འཁྲུངས་ས་གི་མི་ཚང་འདི་ཡིན་ཟེར་གི་ཡོད་ག་ཡིན་ཟེར་གི་ཡོད་ན་སྤྱི་སྟངས་པར་ཁོ་རང་གི་འགྲེལ་བཤད་སྐད་མི་འདུག། ནི་སི་ཏང་གིས་ད་ཡོད་དངུལ་ལ་ཕྱིན་ན་ག་འདྲ་ཡོད་མེད་དེ་འདི་བརྙན་ཐུང་འདྲ་བོ་གཉིས་འདུག་དེ་ཤི་ཧ་གོ་ཐོས་འདྲ་བོ་ཅིག་རེད་འདུག་ཨ། སི་ཏང་གི་དེ་མ་དགེ་བཤེས་བསྟན་འཛིན་ཕུན་ཚོགས་ཟེར་ཡ་དེ་ད་ང་ཚོ་སྨན་གྱི་ཐོག་ལ་ཧ་ཅང་གི་སྐད་གྲགས་ཆེན་པོ་ཤེས་རྒྱལ་ཆེན་པོ། བོད་ཕྱི་ནང་གཉིས་ཀྱི་ད་གསོ་བ་རིག་པ་བོད་ཀྱི་གསོ་བ་རིག་པ་གི་ནང་ལོགས་ལ་ད་ལག་ལེན་དངོས་གྱི་ཐོག་ལ་དེ་མ་དགེ་བཤེས་གྱི་གསུང་དེ་ཚོ་མེད་ན་མི་ཐེབས་མེད་པ་ད་དེང་སང་སྐད་གྲགས་ཇེ་ཆེར་འགྲོ་གི་འདུག་བ་དང་ཞོལ་གྱི་ཆགས་གི་ཡོད་རེད་ད་དེ་ཞོལ་མ་དགོས་བ་ཅི། ཨ་ནེ་ཉེ་ཆར་ད་ཁོང་གི་རྣམ་ཐར་དང་དུས་ཚོད་སྐོར་ལས་འབྲས་སྤུངས་ཀྱི་ད་ལྟ་མིན་པ་དགེ་བཤེས་འཇིགས་མེད་རབ་བརྟན་ཁོང་རྣམ་པ་གིས་བགྲོ་གླེང་གནང་གི་འདུག་བ་དྲ་ཐོག་ལས་དེ་གཟིགས་ན་ཧ་གོ་ཐུབ་བས་ཅི། ཆགས་གི་འདུག། དེ་གི་དྲ་ཐག་དེ་ངའི་ཡོ་ཁྲོག་གི་གཤམ་ལ་བཞག་གི་ན་ནི་དེ་མཐུན་ངེར་བ་ད་དེ་ལ་ཁ་སྐོང་འདྲ་བོ་ཟེར་ན་མི་འདུག་ད་འདི་གལ་ཆེ་ཡང་འདྲ་བོ་ཅིག་ག་རེ་ཟེར་ན། དེ་ནི་ད་མི་སྐད་བརྡ་ཆེན་པོ་བྱེད་རྒྱལ་ཆེན་པོ་མཛད་རྒྱལ་ཆེན་པོ་ཡིན་ན་རེད། ནི་ཡང་ཀྱི་དོན་རྒྱལ་ཆེན་པོ་དེ་འདྲའི་བྱུང་བའི་གི་ད་དུས་ཚོད་དེ་གལ་ཆེན་པོ་ཞོ་ཞིག་ཆག་གི་ཡོ་རེད་བ། ཨོ་རྟེན་ཡིན་དུས་ད་དེ་མ་རིན་པོ་ཆེ་འཁྲུངས་ལོ་དེ་ད་འདི་ཆ་ལས་མང་པོ་ཅིག་གིས་མ་དག་རྒྱུན་འབྱམས་ར་བ་ཅིག་བྱས་ནས་འགྲོ་བསྡད་ཀྱི་འདུག་ད་དེ་ཁ་སང། ཁོང་རྣམ་པའི་ས་ཞིང་ནང་དུ་ལ་ངའི་ཏའི་གེ་བོ་ཆེ་ལ་ནན་ཏན་གྱིས་འཚོལ་དུ་དེ་དཔེ་མཚོན་འདྲ་བོ་གཉིས་ཞུས་ཀྱིན་ན་ཁོ་མང་པོ་དགོས་ཡ་རེད་མི་འདུག་རྙོག་དྲ་འདྲ་བོ་དང་རྩོད་རྙོག་ཁ་ཤས་ཡིན་ན་ད་ཕྱོགས་མང་པོ་ཅིག་ནས་གོང་བསྒྲིགས་ནས་དཔང་རྟགས་བཙལ་ནས་ཅིག་མཐའ་མང་པོ་བཀག་ནས་མ་གཏོགས་གི་ལང་སང་ལང་སང་དཔང་རྟགས་བཅས་ཀྱིས།

དེ་ཡིན་དུས་ད་ང་ཚོའི་མིག་སྔར་གྱི་ད་ལྟ་རྡ་རམ་ས་ལ་སྨན་རྩིས་ཁང་གི་དྲ་རྒྱ་གི་ནང་ལོགས་ལ་ཡང་བདུན་བརྒྱ་ཉེར་བཞི་གི་ནང་ལོགས་ལས་འཁྲུངས་བ་དེ་བྲིས་ཀྱི་འདུག་ཨོ་དེ་རྩག་ནས་འབྲི་གི་ཡོད་མ་རེད། སྐྱོན་ག་རེ་ཡོད་རེད་ཟེར་ན་སི་ཏི་པན་ཆེན་ཆོས་ཀྱི་འབྱུང་གནས་ཀྱིས་སྤྱི་ལོ་གཅིག་སྟོང་བདུན་བརྒྱ་བཅུ་དྲུག་གི་ལོགས་ལ། ཕྱི་དུ་པཎ་ཆེན་ཁོ་རང་ཡང་དགུང་ལོ་བཅུ་དྲུག་ཡིན་པའི་སྐབས་སུ། དེ་མུར་དགེ་བཤེས་ཀྱི་མདུན་ནས་དབྱངས་འཆར་ལ་སོགས་པ་རྩིས་དང་སྒྲ་ལ་སོགས་པ་དེ་ཚོ་སྦྱངས་བ་ཡིན་ཟེར། སི་ཏུ་པཎ་ཆེན་ཁོ་རང་གི་རང་རྣམ་གྱི་ནང་ལོགས་ལས་གསལ་གསལ་ཐིང་ཐིང་བྲིས་ཀྱི་ཡོད་རེད་བ། བདུན་བརྒྱ་བཅུ་དྲུག་གི་ལོ་ལ་དེ་མ་དགེ་བཤེས་ཀྱི་མདུན་ནས་སྦྱངས་ཡིན་ཟེར་ཡོང་དུས། ད་བདུན་བརྒྱ་ཉེར་བཞི་ནང་བཞི་ནས་འཁྲུངས་རེད་ཟེར་སླ་བ་ཡིན། འདི་རྦད་དེ་བཀོད་ཡོང་དེ་ཡོང་ཡ་ཁྱོན་ནས་མེད་འགྱོ།

ཁོང་གི་རྣམ་ཐར་ནང་ལོ་གར་གསེར་ཡོད་ཟེར་ན། ལོ་ཆེ་འདབ་མ་ཤེར་འཁྱམས་རྡོ་ལས་གཞོགས་བདེ་བའི་སྐབས་སུ། རིང་ནས་དེ་འབྲེལ་གྱི་ཐོག་ལ་དོགས་གཅོད་བྱེད་ཡག་གི་ཆེད་དུ། དེ་མ་དགེ་ཞིག་བཏང་གནང་བ་ཡིན་ཟེར་ནས།

སྐྱེ་རྩ་བདུན་བརྒྱ་བཅོ་བརྒྱད་ཀྱི་ལོ་ལ་གྲོང་ཟིང་མཁན་གྱི་མི་གཅིག་གི་མདུན་ལ་དེ་མ་དགེ་ཞིག་དོགས་གཅོད་ཅིག་བཏང་བ་ཡིན་ཟེར་ཡོང་དུས། ཨ་ནི་ཁོ་གྲོངས་ཚར་ནས་ལོ་ཁ་ཤས་ཀྱི་རྗེས་ལ་དེ་མ་དགེ་ཞིག་འཁྲུངས་བ་ཟེར་ནས་ད་ལྟའི་ཡུལ་ངལ་ཆོས་ནི་མི་འཇོག་ཆགས་བསྡད་ཡོད་རེད་བ། སྐྱེ་རྩ་དེ་ཡིན་དུས།

ནི་ས་སྐྱེས་ཀྱི་ཤུལ་ཡིན་ན་སྟབས་བདེ་མ་ཡིན་པ་ནི་དེ་མ་དགེ་བཤེས་བསྟན་འཛིན་ཕུན་ཚོགས་མཆོག་གིས་རྟ་སྐོ་ཚོང་ཐོག་གི་མཛེས་པ་འཕྲིན་ལས་ཟེར་ན་མི་འདུག་ནི་ཁོང་གི་མཛད་རྣམ་དེས་ནི་སྨན་པ་འཇིགས་མེད་རབ་བརྟན་ལགས་ཀྱིས་ནི་ཁོང་གི་ཕ་ཡུལ་གྱི་བ་ཐུབ་པའི་མེ་ལྕེ་ལ་སྙིང་གི་ཤེས་རྒྱ་བ་དེ་བཅས་གསན་གཟིགས་གནང་བ་ཡིན་ན་དེ་ཡག་པོ་ཡོད་ས་རེད་བསམ་སོང་དེ་ནི་མང་པོ་ཤོད་ས་ཁེལ་མེད་ཚང་མ་ལ་བཀྲ་ཤིས་བདེ་ལེགས།